རྣམ་པ་ལྷན་ཅིག་ཁམས་བཟང་ཁྱེད་རྣམས་ཀྱི་དུས་ལྟར་དུ་ཕྲ་མོ་གླིང་གི་གཏམ་རྒྱུད་ཀྱི་ལེ་ཚན་འདི་ཉིད་གསན་པར་དགའ་བསུ་ཞུ། ང་ལེ་ཚན་འདིའི་སྙན་སྒྲོན་པ་གོ་ཐེ་གི་ཡིན། དེ་རིང་ཡང་ངས་ཁྱེད་རྣམས་ཀྱི་སྙན་ལམ་དུ་ཕྲ་མོ་གླིང་གི་གཏམ་རྒྱུད་ཀྱི་ལེ་ཚན་ལས་ཁ་སང་གི་འཕྲོ་དེ། དབུས་སུ་དབུ་ཡོར་འཁྲུལ་པའི་དོན་རྐྱེན་བྱུང་བ་དེ་མདོ་ཁམས་སྨད་ཕྱོགས་སུ་ཤུགས་རྐྱེན་ཇི་ལྟར་སྤྲད་པའི་སྐོར་ནས་མུ་མཐུད་དེ་ཤོད་རྒྱུ་ཡིན། ཤུགས་གཞན་ཞིག་ནས་བཤད་ན་མདོ་ཁམས་ན་གླང་དང་ཧ་ལམ་དོ་མཉམ་པ་གཅིག་ཡོད་པ་ནི་གླིང་ཡིན། གླིང་གི་བར་དུར་སྟག་སིང་འདྲ་བ་ཤ་སྟག་ཡོད་པའི་ཁར་རྒྱལ་པོ་སྲིད་ལམ་མི་ཤི་བཟང་ལ་བྱང་སེམས་ཁྱེར་བ་དང། ཤི་དཔོན་ཐབས་རྒྱུས་མཁས་ལ་ཤི་སེམས་ཁྱེར་བ། ཁྲོ་ཐུང་བྲན་འཕྲུལ་ཚ་ཡང་ནུས་མཐུ་ཁྱེར་བ། ལྷག་པར་ཉེ་ཆར་འཛམ་གླིང་ན་མདའ་རྩར་སྐད་གྲགས་ཡོད་པའི་ཞང་པ་གསང་སྒྲུབ་དང། གྲི་རྩ་མཁས་པ་སིང་སྟག་སོགས་དཔའ་རྒོད་མང་པོ་ཞིག་ཀྱང་ཤི་དཔོན་ལ་བརྟེན་ནས་གླིང་ལ་འཁོར་ཡོད་པ། འབྲུ་རྒྱལ་ངོ་མས་སྣེ་ཁྲིད་དེ་འབྲུ་རོང་པོ་གཉིས་ཀྱིས། ལས་མ་ས་ཡོར་དང་བཅས་པ་གླིང་གི་ཆ་ཤས་སུ་འཛུལ་བ་བཅས་ལས་གླིང་གི་སྐད་གྲགས་ཕྱོགས་བཞིར་ཁྱབ་པའི་སྐབས་ཡིན། དེས་ན་ཉེ་འཁོར་གྱི་རྒྱལ་ཕྲན་སྡེ་བ་མང་པོ་ཞིག་གི་མདུན་ན་གདམ་ག་གཉིས་ཡོད་པ་དེ་གཅིག་ནི་སྦས་ལུང་གཉིས་ཀྱི་ངག་ལ་ཉན་ནས་དབུ་རུ་ལ་དམག་དང་གཟའ་བཅའ་མཁོ་སྤྲོད་བྱེད་རྒྱུ་དང། ཡང་ན་འབྲུ་བརྒྱད་ལ་དཔེ་བལྟས་ནས་གླིང་དང་མནའ་འབྲེལ་བྱེད་པའང་གླིང་ལ་མགོ་བཏགས་རྒྱུ་དེ་རེད། སྐབས་དེར་དགའ་བགྱིད་ཆོས་ཀྱི་དབང་ཕྱུག་གིས་དགའ་བ་རིན་ཆེན་ཚོགས་དྲུག། ཤ་དྲུག། སྔོ་གསུམ་དང་བཅས་པའི། དཔོན་དགོན་རྣམས་སྐད་བཏང་ནས་སྐྱེ་རྒ་གང་ལུས་ཀྱི་གྲོས་བྱས། འགའ་རེས། ཤ་སྣ་གླིང་དང་ནུབ་ན་གླང་ཞེས་དེ་གཉིས་དང་ས་འབྲེལ་དུ་མི་ལོ་སྟོང་ཕྲག་ལྷག་འདས་པས། མིའི་དབྱེ་ཡོན་ནང་བཞིན་ལས་ཆེ་བར་འབྱེད་དགོས་དོན་མེད་ཀྱང། ད་སྐབས་གླང་གིས་རང་གི་ཁེ་ཕན་ཆེད་ང་ཚོ་བེད་སྤྱོད་བྱེད་རྩིས་ཡོད་པ་རེད། སྐྱེས་དང་འགའ་རེས། སྦས་ཀྱི་ངང་ལ་ཉན་ཚེ་དམག་ཁྲ་ཆེན་པོ་འགེལ་རྒྱུ་ཡིན་པ་ཐག་ཆོད་པ་དང་དམག་སར་སླེབས་སྐབས་ཀྱང་ཤི་ན་ཕོངས་མེད་ཀྱི་རྟག་པར་གཡུལ་ས་འདི་མ་ཁོ་ནར་འཕུར་འདེད་བྱེད་ངེས་རེད། སྐྱེས་དང། འགའ་རེས། མ་གཞི་གླིང་གིས་ཀྱང་སྐྱེས་ཤི་བྱེད་རྩིས་ཡོད་པ་ཤེས་ཀྱི་མེད། སྐྱེས་དང་འགའ་རེས། སྦས་དང་གླིང་གཉིས་གཉེན་ཉེ་ཡིན་པ་དང་གླིང་དང་གླིང་གཉིས་ཀྱི་མི་མཐུན་པ་ཆེ་རེར་མེད་པས་ཁོང་ཚོ་གོས་ཐུང་གཅིག་གི་ནང་དུ་རྐང་པ་མཉམ་དུ་འཇུས་མཁན་ཡིན་ཚེ་སྐྱེས་ཤི་བྱེད་དགོས་སམ། ཞེས་དང། འགའ་རེས། གླིང་དང་ཆུའི་སྐྱིད་པ་བྱས་ཚེ་གླིང་པ་གང་དུ་སོང་ཡང་མཉམ་དུ་འགྲོ་རྒྱུ་ལས་ཅི་ཡོད། ཅེས་དང། འགའ་རེས། ག་སི་ཡིས་སྦས་ཀྱི་ངག་ལ་ཉན་དགོས་ཚེ་སོ་སོ་སྔོན་ལ་ཐོན་ན་ངོ་སོ་མཐོ་བ་ཡོང་རྒྱུ་ལ། དང་པོ་གླིང་ལ་ཕྱིན་ཚེ་དོན་མེད་དུ་སྦས་ལོང་ཉིན་ལ་སྒྲོག་བསགས་པ་མ་རེད་དམ། ཞེས་དང། འགའ་རེས། ང་ཚོས་དང་པོ་གླིང་གིས་ག་རེ་བྱེད་རྩིས་ཡོད་པ་མ་ཤེས་གོང་ནས་ཤོག་འདོགས་བྱས་ཚེ་མགོ་བདེ་མོད། ཞྭ་ལག་པའི་དཔེ་ལྟར་དུ་འཇོན་ཉེན་ཡོད། ཅེས་སོགས་དྲི་བ་མང་པོ་ཞིག་འདི་རེད་བྱས། ཏག་ཏག་རེད། ཤི་དཔོན་ནི་ཐག་ཉེ་རིང་མེད་པར་མིག་འོག་ཏུ་བསྐྱུར་མཁན་ཞིག་ཡིན་པས་ཁོ་ཚོའི་གནས་སྟངས་དང་གང་ཞིག་བྱེད་ཀྱི་ཡོད་མེད་མི་ཤེས་པ་ཅི་ལ་སྲིད། ཕྱོགས་གཅིག་ནས་གླིང་ཕུ་ནང་མཁུར་གྲོས་མོར་ཡང་ཡང་བྱེད་བཞིན་ཡོད་པ་དང་ཕྱོགས་གཅིག་ནས་མི་བཏང་སྟེ་བོད་ཕྱི་ཡི་གནས་སྟངས་དང་ལྷག་པར་ཉེ་འཁོར་རྒྱལ་ཕྲན་སྡེ་བ་ཁག་ལ་སོ་ལྟ་བྱེད་དུ་བཅུག་ཡོད་པས། དགའ་ཤར་གྲོང་སྔོ་གསུམ། གྲོས་བསྡུར་བྱེད་རྒྱུ་ཡིན་པ་ཤེས་རྗེས་ཤར་རེས་དགའ་ཡུལ་དུ་སོང། དགའ་བའི་ཕོ་བྲང་ནང་དཔོན་དགོན་རྣམས་གྲོས་མོལ་བྱེད་བཞིན་པའི་སྐབས་དེར་སྒོ་སྲུང་དམག་མི་ཞིག་ཡོང་ནས་གུས་འདུད་དང་བཅས། གླིང་གི་ཤི་དཔོན་ཡིན་ཟེར་བའི་མི་ཞིག་གིས་དགའ་རྒྱལ་མཆོག་མཇལ་འཕྲད་བྱེད་དགོས་ཞེས་ཕོ་བྲང་གི་སྒོ་འགྲམ་ན་སྒུག་འདུག། སྐྱེས་ཞེས། སྐྱིད་དགེ། མི་ག་ཚོད་འདུག། ཅེས་དྲིས་པས་སྒོ་བསྲུངས་པས། མི་ཅུང་ལྟ་ཅུང་རེད། ཟེར། དགའ་བརྒྱའི་ཞྭ་བཞུར་བར་བལྟས་ནས། མགྱོགས་པོ་རྙེད་པ་ལ་གྲ་སྒྲིག་བྱེད་བཞིན་ལོབས། ཅེས་བརྗོད་པ་དང་ཁ་ཕྱིར་འཁོར་ནས། ད་རེས་ཡིན་གནད་འགག་ཆེན་པོ་ཞིག་ཡོད་པ་ཐག་ཆོད་ནམ་རྒྱུན་ཡུལ་གཉིས་ཀྱི་དཔོན་པོ་ཡར་མར་འགྲོ་སྐབས་སྔོན་ནས་ལན་བཤད་རེས་བྱེད་པ་དང་ཕེབས་བསུ་དང་མཛད་རིམ་སོགས་གྲ་སྒྲིག་འཐུས་ཚང་བྱས་ནས་ཕེབས་ཀྱི་ཡོད། ཀྱེ་ཞེས་ནི་ཤོད་དུ་བབས་པ་ན། ང་ཚོ་ཡང་མཉམ་དུ་འགྲོ་གི་ཡིན་ཞེས་ཚང་མ་ཕེབས་བསུ་ལ་ཕྱིན། ཁོང་ཚོ་འགྲོ་བཞིན་དུ་ཡར་ཤི་མར་ཤི་མང་པོ་བྱེད་རྒྱུ་མང་ཆེ་བས། ད་རེས་ཚང་མ་འཛོམས་ཐོག་ལ་སྐད་ཆ་གསར་པོ་དྲིས་ན་ཡག་པོ་འདུག་ཀྱེ་ཞེས་པར་དགའ་རྗེས་སྔོན་ལ། ཁོང་རབ་གསར་དུ་སོ་བརྒྱ་བཀྲོངས་པ་དང་བསྟུན་ཀྱིས་དོན་དུ་ཡོང་མིན་དང་ཚང་མའི་མདུན་དུ་གསལ་བཤད་བྱེད་འདོད་ཡོད་མེད་བལྟ་རྒྱུ་རེད་ཀྱེ་ཞེས། དགའ་རྗེས་ཁྱོད་ཀྱིས་དབང་ཤུགས་དང་ཤ་སྔོ་གྲོ་གསུམ་གྱི་དཔོན་འགོ་ཚང་མ་ལྗགས་རྒྱུའི་བར་དུ་ཕེབས་སུ་བསྐྱལ་ནས་གུས་ཞབས་ཆེན་པོས་ཤི་དཔོན་ཕོ་བྲང་དུ་གདན་དྲངས། དགའ་རྒྱས། དཔོན་ཆེན་གློ་བུར་དུ་ཕེབས་དོན་གང་ཡིན་ནམ། སྔོན་ནས་མ་ཤེས་པས་ཕེབས་བསུའི་གྲ་སྒྲིག་ཡག་པོ་བྱུང་མ་སོང། ཞེས་བཤད་པར་ཤི་དཔོན་གྱིས། དེང་སང་གི་དུས་ཚོད་ལ་སིམ་སིམ་དུ་སོང་ན་དགའ་ཆེ། ཤ་བ་ཟིན་རྒྱུ་མེད་པར་ལུང་པ་ཕྱི་དྲོས་སྦྱང་ངོ་ཟེར་བའི་དཔེ་ལྟར་དུ་བྱས་ན་གང་ཡོང། ང་རང་ཡོང་དོན་ནི་ཆེ་ཆེ་བྱས་ན་ཆེན་པོ་དང་ཆུང་ཆུང་བྱས་ན་ཆུང་ཆུང་ཡིན། སྦེ་ཁོས་སྒེར་གྱི་བཀའ་ཡིག་ཆོས་ཚོགས་ལའང་འབྱོར་ཡོད་ཤག་ལ། ཁྱེད་ཚོ་ཚང་མ་འདིར་འཛོམས་ཀྱི་ཡོད་པ་ཤེས་པའི་ཆེད་དུ། བསམ་ཚུལ་རེ་ཉན་པར་ཡོང་བ་ཡིན། ཞེས་བཤད། སྦེ་ཀྱིས་བཀའ་ཤོག་སྐོར་ཕར་འབྲི་མ་དགོས་པ་ཚུལ་བཤད་པ་དེས། དགའ་རྒྱལ་སོགས་དེ་ཡོད་འགོ་དཔོན་ཚང་མའི་གདོང་ནས་དགའ་བའི་འཛུམ་མདངས་མངོན། འགའ་རེས། འོ། དེ་ཡིན་ན་ཡག་པོ་ཞེ་དྲག་བྱུང། མ་གཞི་ང་ཚོ་ཁྱེད་ཀྱི་འདི་ན་བསྐྱལ་རྩིས་ཡོད། ཅེས་དང། འགའ་རེས། གླིང་གས་གང་ཞིག་བྱེད་རྩིས་ཡོད་དམ། ཞེས་དང། འགའ་རེས། དང་པོ་ཁྱེད་ཀྱི་དགོངས་ཚུལ་གང་ཡོད་པ་གསུང་རོགས། ཞེས་དང། འགའ་རེས། གལ་སྲིད་གླིང་ཡང་དབུས་རིགས་དཔུང་རོགས་ལ་འགྲོ་རྩིས་ཡོད་ཚེ་དབུས་རིགས་བཀོད་ཁྱབ་འོག་ཏུ་འགྲོ་དགོས་པས་ང་ཚོ་སྐད་ཆ་བཤད་ཀྱང་ཕན་ཐོག་གང་ཡོད་རེད། ཀྱེ་ཐང་འགའ་རེ། དང་པོ་ཤི་དཔོན་ལ་སྲུང་སྐྱོབ་དང་ང་ཚོས་ཐོག་མར་གླིང་གི་ག་རེ་བྱས་མིན་བལྟ་རྒྱུ་དེ་མ་རེད་དམ། ཞེས་སོགས་དྲི་བ་དང་བསམ་ཚུལ་རྣམས་ཚོང་ཁ་རྒྱག་བཞིན་དུ་བཤད། ཤི་དཔོན་གྱིས། འོ་ན་ངས་ཚིག་གསུམ་ནང་དུ་བསྡུས་ནས་ཞུ་ཆོག་པས་ཐུགས་བསམ་ཡག་པོ་བསྐོར་ནས་ཁྱེད་རྣམ་པའི་དགོངས་ཚུལ་ཡང་གསུང་རོགས། ཞེས་བཤད་པས་འགོ་དཔོན་ཚང་མས་མིག་མི་འཛུམས་པར་ཤི་དཔོན་གྱི་གདོང་ལ་བལྟས་ནས་ཉན་པར་བརྩམས་པ་ན་ཤི་དཔོན་ན་རེ། དང་པོ། བོད་ཀྱི་བཀའ་ཡིག་ཁྱེད་ཚོ་ལ་འབྱོར་ཡོད་པ་ནང་བཞིན་ང་ཚོ་ལ་ཡང་ཐེངས་གཉིས་ཙམ་འབྱོར་བྱུང་ལ། ཁྱེད་རྣམས་ལ་སེམས་ཁྲལ་ཡོད་པ་ནང་བཞིན་ང་ཚོ་ལའང་སེམས་ཁྲལ་ཆེན་པོ་བྱུང། འགའ་རེས་ཤི་དཔོན་དང་བོད་གཉིས་གཉེན་གྱི་འབྲེལ་བ་ཡོད་པས་རྒྱབ་ཤོར་བྱེད་ངེས་རེད་སྙམ་སྲིད། ཁོང་ཚོས་ཀྱང་གཞན་ལ་མིག་དཔེ་བསྟན་གྱིས་ང་ཚོ་སྔོན་དུ་ཡོང་དགོས་སྐོར་བཤད་འདུག་འོན་ཀྱང་ད་བར་དུ་ལན་བརྒྱབ་མེད། གཉེན་དང་ཉེ་བ་ཤོག་བུ་གསུམ་ཨེ་ཕན་བསམ་ནས་བཟོས་པ་ཡིན་ཟེར་བ་ལྟར་དུ། སྐྱིད་ཕན་སྐྱིད་གྲོགས་བྱེད་དགོས་པ་འཇིག་རྟེན་གྱི་འགྲོ་ལུགས་ཡིན་མོད། ད་ལྟའི་གནས་སྟངས་ནི་བོད་བསྟན་པ་ཆབ་སྲིད་དང་འབྲེལ་བ་ཆགས་ཡོད་པས་ཁྱིམ་རྒྱུད་བར་གྱི་འབྲེལ་བ་གཙོ་བོར་བྱས་ན་འགྲིག་གི་མི་འདུག་སྙམ། གཉིས་པ། རང་ཚུགས་ཐུབ་པའི་སྟོབས་ཤུགས་འདོན་ངེས་ཤིག་མེད་པར་སུ་ཞིག་གིས་རྦད་ཀྱི་བཀའ་ཡིས་རྩིས་མེད་བཏང་ཚེ། ནམ་ཞིག་བཙན་དབང་འོག་ཏུ་འགྲོ་དགོས་བྱུང་ན་གྱོང་གུད་ཆེ་བ་འཕོག་ངེས་ཡིན་པས། དེ་དུས་འགྱོད་ཀྱང་ཞེས་གྲགས་པ་རེད། གླིང་གི་ག་རེ་བྱེད་མི་ནས་ཁྱེད་རྣམས་ཚོས་ཉེ་འཁོར་གྱི་རྒྱལ་ཕྲན་དཔོན་ཁག་ཚང་མ་ལ་རག་ལས་ཡོད། ང་ཚོ་ཚང་མ་རྡོ་རྩ་གཅིག་སྒྲིལ་བྱས་ཚེ་གླང་སྐྱིད་པོས་དབང་ཡོད་བྱེད་མི་ཐུབ་ལ། དབུ་རུ་ནས་དམག་དཔུང་བཏང་སྟེ་ང་ཚོ་དང་གཡུལ་འགྱེད་ཀྱང་བྱེད་མི་སྲིད། ཁོང་ཚོ་ལ་ཤར་ནུབ་གཉིས་སུ་གཡུར་འགྱེད་པའི་ནུས་པ་མེད་ལ། དེ་ལྟར་བྱས་ཚེ་གཡོ་རུའི་དམག་དཔུང་རྣམས་སེམས་ཤུགས་འཕར་རྒྱུ་དང་གོ་སྐབས་མང་པོ་ཞིག་ཐོབ་རྒྱུ་ཡིན། གར་སི་ཡིས་མཛུབ་མོ་ལྔ་རྐྱེན་གྱི་ཁུ་ཚུར་དང་པོར་མ་བསྡམས་ཚེ་མཛུབ་མོ་རེ་རེ་ནས་བཟུང་སྟེ་བྲིས་པར་ཧ་ཅང་སླ་བས། དེ་ནི་ང་ཚོ་འཆི་གསོན་གྱི་གདམ་ག་ཉག་ཅིག་དེ་རེད། གསུམ་པ། ང་ཚོས་དང་པོ་རྡོ་རྩ་གཅིག་སྒྲིལ་དང་དམག་དཔུང་ལེགས་སྒྲིག་གི་སྟོབས་ཤུགས་གོང་འཕེལ་གཏོང་རྒྱུ་ནི་གལ་ཆེན་པོ་ཡིན། རྨང་གཞི་བརྟན་པོ་ཚུགས་རྗེས་ཡིད་ཚིམ་པ་དང་ལྟད་མོ་བལྟས་ནས་སྡོད་རྒྱུ་ཞིག་མ་ཡིན་པར་ཆབ་སྲིད་ཀྱི་མེ་རོ་མདོ་ཁམས་ནས་གསོ་ཐུབ་པ་ཞིག་བྱུང་ན་སྙམ། ད་ལྟའི་ནང་འཁྲུག་ཏུ་ཞུགས་ནས་ཕྱོགས་རིས་འབྱེད་རྒྱུ་མིན་ཅིང་དཀར་ནག་དབྱེ་བ་འབྱེད་རྒྱུ་ནི་དེ་བས་དཀའ་ལ་ཕན་ཐོགས་གང་ཡང་མེད། རིང་པོར་མི་ཐོགས་པར་ཕྱོགས་གཉིས་པོ་ནང་འཁྲུག་གི་སྙིང་ཁ་ཉམས་རྒུད་དུ་འགྲོ་ངེས་ཡིན་པས། ང་ཚོ་འོས་ཤོག་སུ་མ་ལྷུང་བར་བསྡད་པ་ལས་སྐབས་དེར་མི་མང་གཅིག་ཡིད་ཆེས་ཐོབ་རྒྱུ་དང་ནུས་པའང་ཐོན་ངེས་ཡིན། དེ་དུས་ང་ཚོས་བབ་ལ་བལྟ་བཞིན་ལས་ཀ་བྱེད་རྒྱུ་དང། མདོར་ན་བཙན་པོའི་སྲིད་དབང་ཤར་གསོ་བྱེད་རྒྱུ་ནི་གླིང་གི་ཕུགས་བསམ་ངོ་མ་དེ་ཡིན་ལ། དེ་ནི་བོད་གངས་ཅན་གྱི་ཞིང་དུ་གཤེགས་པ་དང་འབྱུང་འགྱུར་ཡོངས་ཀྱི་ཁེ་ཕན་བླ་ན་མེད་པ་དེ་ཡང་ཡིན། ཧོར་དང་དུ་རུ་ཁ་གཉིས་ནི་ཁ་ཚ་དགོས་གཏུགས་ཀྱི་ཉེན་ཁ་ཆེ་ཤོས་སུ་གནས་ཡོད་པ་དང། མ་འོངས་པར་རྒྱ་དཀར་ནག་གཉིས་ཀྱི་ཉེན་ཁ་ཡང་འབྱུང་མི་སྲིད་པ་མིན། དེས་ན་བཙན་པོའི་ཆབ་སྲིད་འདི་ཤར་གསོ་མ་ཐུབ་ཚེ་ཉེན་ཁ་དེ་དག་ལ་གདོང་ལེན་བྱེད་ཐུབ་པའི་ཐབས་ལམ་གཞན་གང་ཡང་མེད། མཛུབ་མོ་རྐང་གཅིག་གིས་བྲག་ལ་ཨི་ཁུང་འབིགས་མི་ཐུབ་ལ་ལུང་པ་ཆུས་ཁྱེར་ན་རྡོ་ལས་སྐམ་པོ་མི་ལྷག་པའི་དཔེ་ལྟར་དུ། ཉེན་ཁ་དེ་དང་འཕྲད་སྐབས་ང་ཚོ་ཚང་མ་གཅིག་མཚུངས་ལས་དབུ་རུ་གཡོ་རུ་དང་བླངས་དང་བརླིང་གི་བྱེད་པར་མི་གཡེལ་བ་ཡིན། ཞེས་བཤད། ལྷག་བསམ་ཆེ་ཞིང་ཕུགས་རྒྱང་རིང་བ་དང་བོད་ཕྱི་ལ་ཁྱབ་པའི་དགོངས་གཞི་ཟབ་མོ་དེས་དཔོན་དགོན་ཚང་མ་ཤི་དཔོན་ལ་ཡིད་རབ་ཏུ་འཕྲོག་པ་དང། རང་དབང་མེད་པར་གདེང་འཇོག་དང་གུས་བརྩི་སྔར་ལས་ལྷག་པ་བྱེད་དགོས་པར་གྱུར། ད་དུང་བགྲོ་གླེང་དང་གྲོས་མོལ་གང་འཚམ་བྱས་རྗེས་སྒར་པ་རིན་ཆེན་མཚོ་གྲུ་ཤར་ངོགས་གྲོ་གསུང་དུ་སྐྱེས་པ། འབྲུ་རོང་པོ་གཉིས་ལྟར་ཕྲ་མོ་ནིང་གི་ཆ་ཤས་སུ་སྡོད་རྒྱུ་ཐག་ཆོད་པ་དང། ཞིབ་ཕྲའི་གནས་ཚུལ་རྗེས་སུ་རིམ་གྱིས་གྲོས་མོལ་བྱེད་རྒྱུ་བྱས། དེ་ནས་བྱ་བ་ལེགས་གྲུབ་དང་བཀྲ་ཤིས་བདེ་ལེགས་མཚོན་པའི་གསོལ་སྟོན་སྟབས་བདེ་ཞིག་བཤམས་རྗེས་དཔོན་དགོན་རྣམས་དད་ལུས་གྲ་སྒྲིག་བྱེད་པར་སོ་སོའི་ཡུལ་དུ་ལོག་པ་དང། ཤི་དཔོན་ཡང་ཕྱིར་གླིང་ལ་ལོག་ནས་གླིང་གི་དཔོན་དགོན་ཁག་དང་གྲོས་མོལ་བྱེད་པའི་སྐབས་འདིར་མི་སྨོས། དེའི་རྒྱུན་ལྡན་ཁ་རག་ཁྱོད་རང་སེ་རག་གསུམ་གྱི་དཔོན་དགོན་རྣམས་ཀྱི་ཚོགས་ནི་སྐྱི་དགའ་གོང་ལི་ཅི་གྲོས་བྱས་མཐར། འདན་མ་ཁྱོད་ལ་ཉིན་སྲིབ་འདན་ཏེ་ཁྲི་སྐོར་བཅུ་གཉིས་ཞེས་པ་རྣམས་ཀྱང་སྒ་བ་རིན་ཆེན་ཚོགས་དྲུག་ལྟར་དུ་ཁྲ་མོ་གླིང་གི་ཆ་ཤས་སུ་སྡོད་རྒྱུ་ཐག་ཆོད་པ་དང། སྐབས་དེར་ཤི་དཔོན་དང་འབྲེལ་བ་བྱུང་སྟངས་སོགས། སྒ་ཤ་སྔོ་བྲོ་གསུམ་དང་འདྲ་ལ་སྒ་འདན་གཉིས་ཀྱི་དཔོན་དགོན་རྣམས་དང་ཤི་དཔོན་བར་དུ་གླུ་ལེན་ངང་སྒུག་འགའ་རེ་ཡོད་ཀྱང་གར་མི་ཆེ་བས་ཡིག་ཚུགས་ལ་འགྱིང་ནས་མ་བཀོད། དགའ་ཤ་སྔོ་དྲོ་གསུམ་ནི་མིའུ་གདོང་དྲུག་ལས་དམུ་ཚ་དགའ་ཡི་ནང་གསེས་རུས་རྒྱུད་ཚན་པ་རེ་རེ་ཡིན། སྟོད་གསེར་རྫོང་གཡུ་རྩེ་ཞིམ་ཁྱེད་དང། སྨད་ལྷ་བྲག་གཡུ་རྩེ་ཡན་ཁྱེད་ལ། དགའ་བཙུན་ནི་སེང་གེ་འཇིང་བ་འདྲ། ཁྱེད་ནི་རི་བོ་བརྩིགས་པ་འདྲ། མོང་ནི་རྣམ་སྣང་སྐར་མ་འདྲ། འཕེལ་ནི་རྩི་ཤིང་ནགས་ཚལ་འདྲ་ཞེས་པ་ལྟར་ཕོ་རྩར་སྣ་དགུ་དང་གཙོ་བོར་གྲི་ཡིས་རྩིས་གསུམ་ལ་མཁས་པའི། དགའ་ཡི་ཚོང་ཅན་གྱི་རིགས་རྒྱུད་འདི་གསེར་རྫོང་གཡུ་རྩེ་སྨད་ཁྱེད་དང། མི་ལྷ་བྲག་གཡུ་རྩེ་ཡན་ཆད་དུ་རི་བོ་ལྟར་དུ་དཔུང་མཐོ་བ་དང། སྐར་མ་ལྟར་དུ་གྲོང་ཆེན་མི་ཁྱོད་ཟེར། གནས་གཞི་ལྟེ་བ་ནི། ཐང་ཡོངས་འབའ་གསུམ་སྟེ་སྒ་ལ་ཐོབ་སྒ་བི་ལུ་མོ་བ་དེ་ཡི་རི་སྐྱེས་པ་ལྟར་དུ། ཁམས་ཀྱི་དབྱར་མོ་ཐང་དང་གཞུང་གི་སྐར་མོ་ཐང། ཙོང་ཁའི་བྱེ་ཐང་གསུམ་སྟེ་དབྱར་མོ་ཐང་དང་སྐར་མོ་ཐང་ནི་ཕྱུགས་རིགས་དཀར་ནག་དང་ཤ་དམར་དུས་གསུམ་གྱི་འབྱུང་ཁུངས་ཡིན་ལ། བྱེ་ཐང་ནི་འབྲུ་སྲིན་སྣ་ལྔའི་འབྱུང་ཁུངས་ཡིན། ད་དུང། རྒྱ་རི། གྲུམ་རྩལ་སོགས་མཁོ་སྒྲུབ་བྱེད་སླ་བས། དམུ་ཚ་དགའ་ཡི་རིགས་རྒྱུད་ཚོ་པ་རྣམས་ལ་ཟས་ནོར་ལོངས་སྤྱོད་ཕུན་སུམ་ཚོགས་པོ་ཡོད། བོད་ཤར་ཕྱོགས་སུ་དགའ་ཡི་རིགས་རྒྱུད་ཀྱི་ཤུགས་རྐྱེན་ཆེན་པོ་ཡོད་པ་སྲིད་བློན་མདོ་ཁྲི་སུམ་བརྒྱའི་བཏང་སྣང་གིས་ཤེས་ནས་བོད་བཙན་པོ་ལ་ཞུས་པ་བརྒྱུད། དགའ་ཡེ་ཤེས་དར་རྒྱས་ཟེར་བ་སྨད་ཀྱི་དཔལ་སྡེའི་དམག་དཔོན་ལ་བསྐོས། དེ་ནས་བཟུང་དགའ་ཡི་རིགས་རྒྱུད་ཚོས་མཐའ་ཡི་སོ་ཁ་སྲུང་བའི་ཐད་བྱས་རྗེས་མང་པོ་བཞག་ཡོད་པ་དང་བོད་བཙན་པོའི་ཆབ་སྲིད་ནང་དུ་འབྲེལ་བ་དང་སེམས་ཐག་ཉེ་པོ་ཡོད། འདན་མ་ནི་བོད་རིགས་ཆེན་བཞི་དང་རྨེའུ་གདོང་དྲུག་ལས་ཐ་དད་པའི་རུས་རང་ཚན་པ་ཞིག་ཡིན་སྐད། འདན་མ་གཡོ་འོད་དང་ཚོང་དཔོན་ནོར་བཟང་སོགས་ནི་བོད་བཙན་པོའི་དཔལ་འབྱོར་མཁོ་སྒྲུབ་བྱེད་མཁན་ཚོང་དཔོན་ལྔ་ལས་གཅིག་ཡིན་པ་དང། འདན་མ་རྩེ་མོང་ནི་སྒྲ་བཞུར་ལོ་པཎ་གླིང་གི་ལོ་ཙཱ་བ་རྒན་པ་གསུམ་གྱི་ནང་ཚན་དང་ཡིག་མཁན་སྐད་གྲགས་ཆེ་ཤོས་དེ་ཡིན། སྤྱིར་ན་འདན་མ་རྣམས་ཡུལ་གྲུ་གང་སར་ཚོང་ལ་འགྲོ་བའི་ཤུགས་རྐྱེན་ལས་ཡུལ་དེར་རིག་གནས་དར་རྒྱས་ཆེན་པོ་ཡོད་པ་དང། ལྷག་པར་ཚོང་གི་ཆེད་དུ་སྐད་རིགས་སྣ་ཚོགས་དང་བྲིས་ཡིག་རྩིས་སོགས་ནང་མཁས་པར་སྦྱངས་སྲོལ་ཡོད། རྒྱུ་མཚན་དེས་མདོ་ཁམས་ཡུལ་གྱི་རྒྱལ་པོ་དང་རྒྱལ་ཕྲན་སྡེ་པ། ཡུལ་དཔོན་མང་པོ་ཞིག་གི་གཉེར་པ་དང་ཡིག་མཁན་ཕར་སྐྱེལ་བ་འདི་ནས་ཡིན། རྨུ་བ་དཔོན་རབས་སྐྱོ་རྗེ་ལ་འདན་མ་བློན་རབས་སྐྱོ་རྗེ་ཡོད་ཅེས་པ་ལྟར་དུ་གླིང་རྨུ་བ་ཚང་གི་བློན་པོ་མང་པོ་ཞིག། འདན་ཡུལ་གྱི་མི་ཡིན་དགོས་དོན་ཡང་ཡུལ་དེ་ཡི་མི་རྣམས་ཀྱི་སྐད་རིགས་སྣ་ཚོགས་ཤེས་པ་དང་བྲིས་ཡིག་རྩིས་སོགས་ལ་མཁས་པ་ཡོད་པས་ཡིན། མདོར་ན་འདན་མ་ནི་སྔོན་མོ་ནས་ཀྱི་འབྱུང་ཁུངས་དང་རིག་གནས་སྣ་ཚོགས་ཀྱི་ལྟེ་གནས་ཤིག་ཡིན་པའི་ཁར། བོད་བཙན་པོའི་ཆབ་སྲིད་ལ་གློ་བ་དཀར་ཞིང་གླིང་དང་ཡང་འབྲེལ་བ་ཡུན་རིང་ནས་ཡོད་མཁན་ཞིག་ཡིན། གང་གི་གཏམ་སྣེ་ནས་བཤད་ན་གླིང་ཚོ་དྲུག་གི་དཔོན་དགོན་རྣམས་སྔ་ཕྱི་མདོ་ར་མཐིང་ག་འཚོགས་པ་དང་རྒྱུག་ཤར་མགྱོགས་སུ་གཏོང་བ་ཟུར་དུ་གནད་ཡོད་མི་སྣ་རྣམས་ནང་འགྲུལ་ཡང་ཡང་བྱེད་པ་བརྒྱུད། བདུན་ཕྲག་གཉིས་ནང་རྩ་བའི་ཆ་ནས་གཏན་འཁེལ་ཐུབ་པ་བྱུང། དཔའ་ཐུར་དཔོན་གནས་ཀྱི་རིམ་པ་དང་ཁྲིམས་དང་སྒྲིག་གཞི་གསར་པ། སྒར་འགྲོ་འདན་གསུམ་གྱི་དཔོན་དགོན་གསར་པ་རྣམས་ཀྱི་ཐོབ་ཐང། མ་འོངས་བྱེད་ཕྱོགས་སོགས་གཏན་འཁེལ་ནས་དངོས་སུ་ཁྱབ་བསྒྲགས་བྱས་པའི་མཛད་སྒོ་བསྡུ་རྒྱུའི་མཚམས་སུ་སླེབས། ད་རེས་ཀྱི་མཛད་སྒོ་དེ་ནི་སྔར་དང་མི་འདྲ་བར་ཧ་ཅང་ཟབ་ཅིང་རྒྱས་ལ་སྔ་འཛོར་ལྡན་པ་ཞིག་འཚོགས་རྒྱུ་ཡིན་པ་ནི་བཤད་མ་དགོས། མཛད་སྒོ་ཚོགས་དུས་དང། འཚོགས་ཡུལ། འཚོགས་སྟངས། ཇི་ལྟར་འཚོགས་པའི་ཐད་གནས་ཡོད་དཔོན་རིགས་རྣམས་གྲོས་མོལ་ཐེངས་ཁ་ཤས་བྱས་མཐར། སྒེར་འཛུལ་རྟ་ཐང་ཕྲ་མོ་ན་རྟ་འདར་བའི་ཚད་པ་བསྐྱངས་ང་འཛམ་གླིང་ཤི་གསོན་ཆེན་མོ་དང་བསྟུན་ནས་འཚོགས་རྒྱུ་ཐག་ཆོད། མཛད་སྒོ་འཚོགས་ཡུལ་བཅས་ང་སྟེང་གི་ནམ་མཁར་གདུགས་དང་བླ་བྲེ་སོགས་ཀྱིས་བར་སྣང་ཡོངས་སུ་གང་བ་བྱེད་རྒྱུ་དང། ལོ་རྣམས་སུ་རྒྱལ་མཚན་དང་བ་དན་སོགས་ཀྱིས་འཁོར་ཡུག་རྒྱང་རིང་པོའི་བར་དུ་ཁྱབ་པར་བྱེད་རྒྱུ། འོག་གི་ས་གཞི་ལ། འབྲུག་འཁོར་རིགས་ཀྱི་གྲུམ་ཙེ་ས་གདན་དང། མགོ་ནག་དམར་པོ་ཁྱད་པར་བཏིང་བའི་ཐུགས། མེ་ཏོག་དཀར་དམར་སྣ་ཚོགས་བསྐྱར་དུ་འགྲེམས། ཕོ་བྲང་དང་ཉེ་འཁོར་གྱི་ཁང་པ་སྦྲ་གུར་མཆོད་རྟེན་རི་ཡི་རྩེ་མོ་རྣམས་སུ་དར་གཅོང་དང། བཀྲ་ཤིས་ཁྲ་རིང་སོགས་དར་མཚོན་སྣ་ཚོགས་མཛེས་པར་བསྒྲོན། མཛད་སྒོ་དེ་ཡི་རིང་ལི་མཚོ་གྲུ་ལྷ་སྡེ་དཀར་པོ་ཕྱི་དང་ལྷག་པར་དཔའ་རྟུལ་དཔོན་རིགས་ཚོས་མི་རྟ་གཉིས་ཀ་གཟབ་འཁྱོར་གང་གཟབ་དགོས་པ་ལས་གང་གཞུང་ཁྲར་ཆོས་ལྷ་ཆོས་མི་ཆོག་རྒྱུ། བཟའ་བཏུང་ལོངས་སྤྱོད་ལྷ་དང་མཉམ་པ་སྔ་ན་མ་གྲགས་པ་བདུན་ཕྲག་གཅིག་རིང་གླིང་གི་ནོར་མཛོད་ནས་ནར་གཏོང་བྱེད་རྒྱུ། གླིང་ཕྱི་པའི་ནོར་མཛོད་དང་སྦུག་མཛོད་ནང་གི་རིན་ཆེན་རིགས་ཀྱི་དངོས་པོ་གང་ཡོད་དང་ཕྱི་པར་རིན་ཐང་ཆེ་བའི་མཛེས་རྒྱན་རིགས་དང་བྱིན་རླབས་ཆེ་བའི་རྟེན་མཆོད་རྫས་སོགས་གང་ཡོད་འགྲེམས་སྟོན་དང་བཤམས་སྤོབས་བྱེད་རྒྱུ་སོགས། གླིང་དཀར་པོ་ལ་སྤྲོ་རྒྱུ་ཡོད་ན་མེད་ན་དེ་སྤྲོ་རྒྱུ་བྱེད། མཛད་སྒོའི་མཛད་རིམ་གཏན་འཁེལ་བྱས་པ་གཤམ་གསལ། ཀ། མཛད་སྒོ་གཙོ་སྐྱོང་བ་གཟུགས་ཆེན་ཝེར་མ་ལྷ་དར་གྱིས་གནང་རྒྱུ། གཅིག། སྲིན་བློན་གྱིས་གླིང་བཞི་ཡི་དཔོན་པོའི་མིང་ཐོག་ནས་མཛད་སྒོའི་དབུ་འབྱེད་ཀྱི་གསང་མི་སྦར་རྒྱུ་དང་བཀྲ་ཤིས་སྨོན་ཚིག་དང་སྦྲགས་གླིང་དེ་རྒྱལ་ཁབ་དཀྱིལ་དུ་ཁྱབ་བསྒྲགས་བྱེད་རྒྱུ། གཉིས། ཁྱེད་རྒྱུའི་དཔོན་འཕྲོ་ཐུག་ནས་ཕྱི་སྣོད་འཇིག་རྟེན་མཆོག་ཟུར་དང་གཡུང་དྲུང་བོན་གྱི་བྱུང་རིམ་སྐོར་བཤད་རྒྱུ། གསུམ། ཁྱུང་རྒྱུད་དཔོན་ཤི་དཔོན་ནས་ནང་རྒྱུད་སེམས་ཅན་འབྱུང་ཚུལ་ཤེས་དང་ཞལ་གྲགས་རུས་རྒྱུད་འཁྱིལ་ཚུལ་སྐོར་བཤད་རྒྱུ། བཞི། འབྲིང་རྒྱུད་དཔོན་གཟིགས་རོང་སྟག་ལ་ནས་ཕྱིར་རྒྱལ་པོ་བྱུང་ཚུལ་དང། ཡང་སྒོས་གླིང་གི་དཔོན་རབས་སྐོར་བཤད་རྒྱུ། ལྔ། དབང་ཆེན་དབོན་པོ་དར་འབུམ་གྱིས་དཔའ་ཐུལ་དང་དཔོན་དགོན་ཁག་གི་གནས་རིམ་ཁྱབ་བསྒྲགས་བྱེད་རྒྱུ། དྲུག། གསར་དུ་བསྐོ་གཞག་བྱུང་བའི་དཔའ་ཐུལ་དཔོན་རིགས་སུ་ཞིག་གི་སྐད་ཆ་བཤད་འདོད་ཡོད་ཚེ་གོ་སྐབས་འབུལ་རྒྱུ། བདུན། གླིང་བཤད་སྒྲུང་འདན་མ་ཡིན་མཁན་ནས་ཐུགས་རྗེ་ཆེ་ཞུས་གཏམ་བཤད་བྱེད་རྒྱུ། རྗེས། གཏམ་བཤད་ཀྱི་མཛད་རིམ་མཇུག་བསྒྲིལ་རྗེས་གླུ་མ་གར་མཁན་རྣམས་ཀྱིས་གཞས་སྣ་འཁྲབ་སྟོན་དང་རྟ་རྒྱུག་མདའ་འཕེན། བཟའ་བཏུང་གི་སྟོན་མོ་ཉིན་བདུན་རིང་བྱེད་རྒྱུ། རྩེད་འགྲན་པ་རྣམས་བུས་པས་མཚོན་ཆ་འཁུར་མི་ཆོག་པ་དང། སྐུ་སྲུང་རུ་སྒྲིག་པ་རྣམས་བུས་པས་ཁྲབ་མོ་གྱོན་མི་ཆོག། རྩེད་འགྲན་དེ་དག་གི་གོ་རིམ་སྔོན་རྗེས་སོགས་ཀྱི་མཛད་རིམ་ཟུར་དུ་ཡོད་པ་གཟིགས་མཚར་ཞེས་གསལ། མཛད་སྒོའི་དུས་ཡུན་མཛད་རིམ་དང་བཅས་པ་གཏན་འཁེལ་གྱིས་རང་རང་སོ་སོའི་ལས་འགན་སྒྲུབ་པར་སོང། བཞུགས་ཁྲི་ཇི་ལྟར་རྒྱག་དགོས་པ་དང་གྲལ་གྱི་བང་རིམ་སོགས་པ་སྦྱར་གྱི་འགན་འཁུར་བ། ཤ་མར་དུས་གསུམ་སོགས་བཟའ་བཏུང་གི་རིགས་ལ་མི་ཆུང་གི་འགན་འཁུར་བ། དེ་མིན་མཛེས་མཚོན་དང་བྱང་སྤོབས་ཀྱི་རིགས་ལ་ཨ་ཁོས་ཀྱི་འགན་འཁུར་ནས་མི་བརྒྱ་ཕྲག་འགའི་ཉིན་མཚན་མེད་པར་གྲ་སྒྲིག་བྱས། མཛད་སྒོའི་ཐོག་གཏམ་བཤད་དཔེར་དགོད་མཁན་ཚོས་ཀྱང་སྐད་ཆ་མི་ལ་འདྲི་བ་དང། དཔེ་ཆ་རང་གིས་ཀློག་པ་སོགས་གྲ་སྒྲིག་བྱེད་པ་དང། མི་དཀྱུས་མ་ཚོས་ཀྱང་གཟབ་མཆོར་གྱི་ཆེད་དུ་དུག་ལུག་རྙིང་པ་དཀྲོལ་བ་དང་གསར་པ་འཚེམ་པ་སོགས་བྲེལ་འཚུབ་ངང་གནས། མཛད་སྒོའི་དགའ་སྟོན་ལ་རྟ་རྒྱུག་མདའ་འཕེན་སོགས་དྲག་རྩར་དང་དྲོ་ལུགས་བཞེས་གསུམ་སོགས་གཞི་རྩར་དང་ཁེ་ཤོག་མི་མང་སོགས་རིག་རྩར་དང། གདོན་འཇོག་ཐང་འཐེན་སྦལ་འགག་སོགས་བྱེད་རྩར་དང་གཞི་མ་མི་འཁྲུལ་སོགས། རྩ་དང་རྩེད་རིགས་འདྲ་མིན་ལ་ཞུགས་མཁན་རྣམས་ཀྱིས་ཀྱང་གསབ་གཞུང་གིས་གྲ་སྒྲིག་བྱེད་ཀྱི་འདུག། ཡང་སྙིང་མཛེས་སྒོ་ཇི་ལྟར་ཚུགས་ཡོད་པ་དང་གླིང་གི་དཔོན་སྒོ་བསྐོ་གཞག་ཇི་ལྟར་བྱས་ཡོད་པ་སོགས་ལེའུ་རྗེས་མ་རྣམས་སུ་གསལ། ལེའུ་དགུ་པ། གླིང་གི་དཔའ་ཐུལ་ས་བརྐོ་དང་རྟེན་འབྲེལ་མཛེས་སྒོ་རྒྱ་ཆེར་བྱས། བཙན་པོའི་རྒྱལ་རབས་དོར་བས་ན་གླིང་གི་རྒྱལ་ཁབ་གསར་པ་བཙུགས། མེས་པོ་ཆེ་ལ་བབས་པ་སྟག་ཟླ་བའི་ཚེས་པ་བཅོ་ལྔ་ཉིན་ཁྲ་མོ་གླིང་གི་དཔའ་ཐུར་དང་དཔོན་མགོ་བསྐོ་གཞག་བྱས་པའི་མཛད་སྒོ་དབུ་ཚུགས། གྱེར་མཛོད་སྟག་ཐུང་ཁྲ་མོ་ན་ལས་སྒོར་མཐོང་བ་དཀོན་མོ་ཞེས་ཕྱི་ངོས་སུ་བཀྲ་ཤིས་རྟགས་བརྒྱད་དང་རྒྱལ་སྲིད་སྣ་བདུན་ཉི་ཟླ་སྐར་གསུམ་གཡུང་དྲུང་དགའ་འཁྱིལ་སོགས་དར་ཟས་ལ་མཚན་སྒྲུབ་བྱས་ཤིང་ནང་ངོས་མཁའ་འགྲོ་སྤྲིན་ཐག་ལས་སྤྲུལ་པའི་གུར་ཆེན་སྐེ་སྒྲོག་ཅན་དེ་ཕུབ། གུར་གྱི་སྲིད་མཚམས་སུ་དར་སྣ་ལྔའི་འཇའ་ཚོན་བྲིས་པ་དང། སྟེང་ན་གསེར་གྱི་རྒྱ་ཕོད་ལ་གསེར་ཏོག་སུམ་བརྩེགས་མཛེས་པར་བསྒྲོན། མདུན་སྒོའི་སྟེང་ན་གསེར་གྱི་ཆོས་འཁོར་རྩིབས་སྟོང་འབར་བ་ལ་དངུལ་གྱི་རི་དྭགས་ཕོ་མོས་ཁྱོད་ལ་མཉན་པ་དང། ཟུར་བཞི་ན་གཟི་བྱུར་མུ་ཏིག་གི་དྲ་བ་བཀྲ་ཤིས་འཁྱོངས་པའི་རྒྱལ་མཚན་ཆེན་པོ་རེ་རེ་བཙུགས། ནང་གི་གོས་དཀར་རྣམས་གསེར་གྱིས་བཏུམས་པ་ལ་འབྲུག་གཉིས་རེ་འཁྱུད་པ་དང། གཞུང་ཤིང་རྣམས་དངུལ་གྱིས་བཏུམས་པ་ལ་སྤྲོ་ཚགས་རྒྱས་པའི་སྤྲིན་གསེར་ན་ནོར་བུའི་གང་བ་བྱས། ཤེལ་ཡི་ཁྱོན་ཐང་རྣམས་སུ་གསེར་གྱི་དྲི་ཕྱུང་ལ། དྲི་དཀྱིལ་ནེམ་མོར་དངུལ་གྱི་ཉི་ཟླའི་མཚན་པ་རླུང་གིས་བསྒུལ་ཚེ། སྐད་སྙན་འཕྲོ་བ་རྟོགས། གུར་ཆེན་དེ་ཡི་མཐའ་འཁོར་ན་གླིང་གི་དཔོན་ཁག་སོ་སོའི། སྒེར་གྱི་ཁྱིམ་གྱི་ཁག་གི་འདོད་རྒུར་དང་བླ་མ་མི་དཔོན། ཚོང་དཔོན་ཕྱུག་པོ་རྨོངས་ལྟད་མོ་བ་རྣམས་ཀྱིས་རིམ་བཞིན་སྒར་བཏབ་སྟེ། གོས་དཀར་པོ་གངས་རི་སྤུངས་འདྲ་སེར་པོ་སྤོང་རི་སྦྲིད་འདྲ། ལྤགས་གུར་དང་གཟིག་གུར་ཁ་སྤྲོད་ཤིང་གུར་དང་རས་གུར་ཁ་སྤྲོད། གནམ་གྱི་སྐར་ཚོགས་ས་ལ་བབས་པ་ལྟར་དུ་ཁྲ་ཁྱིམ་ཁྱིམ་འོད་མེར་མེར། སྟག་ཤར་རྣམས་སྟག་མོ་འཁྱོང་འཁྱོང་སྨན་ཤར་རྣམས་རྨ་བྱ་ལྡེམ་ལྡེམ། རྒན་པ་ཤོར་གཞོན་པ་ཁྲིད་བྱིས་པ་ཁུར། མཐོང་ཐོས་མི་ཡི་གང་མཐོང་མི་རྟག་ཡི་གང་རྟག་བ་མིག་གིས་མི་བཟོད་བསམ་པ་བརྗོད་ཀྱིས་མི་ལང་བ་ཞིག་བྱེད། ལས་གུར་མཐོང་བ་ཀུན་སྨོན་གྱིས་སྦུག་ན། གླིང་ཚོགས་དྲུག་གི་དཔོན་ཆེན་རྣམས་ཉི་ཟླ་ཤར་འདྲ། ཕག་གི་རྣམས་གསེར་རི་བྲིས་འདྲ། དཔའ་ཐུར་རྣམས་སྟག་སེང་འཇིགས་འདྲ། མ་སྲུ་རྣམས་རྒྱ་མཚོ་འཁྱིལ་འདྲ། སྲས་སྲས་མོ་སྐར་ཚོགས་བཀྲག་འདྲ། རང་རང་བ་དུམ་གྱི་གདན་ལ་འཁོད། གཡོག་པོ་རྣམས་བ་མོ་འདུར་འདུར་ཤ་སྟག་མ་རྣམས་མྱག་མོ་འཁྱུག་འཁྱུག་སོ་འདྲེན་པ་རྒྱ་བྲལ་ཤར་ཤར་ལས་གུར་མཐོང་བ་ཀུན་མོན་གྱི་གུར་སྒོ་དབྱེ་རྫས་གཡོན་རྫས་ཞེས་པའི་མདུན་ཐང་དུ་སྟོད་གླིང་གསེར་པའི་དམག་གསེར་འཕྲུ་ཅན་བརྒྱ། བར་གླིང་འོམ་བུའི་དམག་དངུལ་འཕྲུ་ཅན་བརྒྱ། སྨད་གླིང་དམུ་ཞང་གི་དམག་རྐྱང་འཕྲུ་ཅན་བརྒྱ་བཅས་དམག་མི་སུམ་བརྒྱ་ཐམ་པ་རུ་སྟར་བསྒྲིགས། མཐའ་འཁོར་དུ་གཟབ་འཕྱོར་བྲིས་པའི་ལྟད་མོ་བ་ཁྲི་ཕྲག་མང་པོ་རྒྱ་མཚོ་འཁྱིལ་འཁྱིལ་དབའ་རླབས་འཕྱུར་འཕྱུར་སྤྲིན་པ་འཁྲིགས་འཁྲིགས་གྲོག་མ་ཚོང་བསྡུ་བ་ལྟར་དུ་འཛོམས། དཔོན་དགུ་ཚང་མ་གདན་ལ་འཁོད་རྗེས་མཛད་སྒོ་གཙོ་སྐྱོང་བ་གཟུ་ཆེན་ཝེར་མ་ལྷ་དར་དེ་ལྷ་ཕྲུག་མི་ཡུལ་དུ་ཕེབས་པ་འདྲ་ཞིག་བྱས་ཏེ། དྲ་འདེབས་སུ་ལྷུང་པའི་གཏམ་བཤད་སྟེགས་བུའི་ཐོག་ཏུ་བུད་ནས་དམིགས་བསལ་ཁྲིམས་སྒྲིག་འགའ་རེ་ལ་དོ་སྣང་དགོས་པའི་འབོད་སྐུལ་དང་སྦྲགས། མཛད་སྒོ་དབུ་འཛུགས་ཀྱི་ཁྱབ་བསྒྲགས་བྱས་རྗེས། མཛད་རིམ་དང་པོ། རྒྱལ་པོ་མཆོག་གིས་མཛད་སྒོ་དབུ་འབྱེད་ཀྱི་གསང་མེ་སྦར་རྒྱུ་དང། བཀྲ་ཤིས་སྨོན་ཚིག་གསུངས་པའི་ཐོག་ནས་གླིང་དེ་རྒྱལ་ཁབ་ཏུ་ཁྱབ་བསྒྲགས་བྱེད་རྒྱུ། ཞེས་བརྗོད་པར་རྒྱ་མཚོས་དབའ་ལེབ་དབུས་ནས་མཐའ་ལ་འཕུར་བ་དང་ལོ་གཡག་ཉལ་མ་རླུང་གིས་བསྒུལ་བའི་རྒྱ་གཞིན་ཕྱུག་མོའི་གྲལ་ལྟར་དུ་མི་ཚོགས་རྣམས་གདན་ལས་བཞེངས་ཏེ་གསོལ་འདེབས་སྨོན་ལམ་བྱེད་རྒྱུར་བྲེལ། བུམ་པའི་དབྱིབས་སུ་བཞེངས་པའི་སྲུང་ཐོ་གསུམ་ནང་དྲི་བཟང་སྨན་གྱི་རྐང་བ་དང་ཞབས་བྱེ་བ་འགའ་རེ་པད་འབར་ལ་མེ་སྦར་ནས་རྒྱལ་པོ་འཁྱུག་ཕེབས་ཀྱི་སྒོ་ནས་བསྡད། མཚམས་འདིར་ཡུལ་དགྲར་རྒྱག་ཕྱོགས་སྐོར་ངོ་སྤྲོད་ཕྲན་བུ་ཞིག་མ་བཞེས་ཚེ་དཔོན་གནས་ཆེ་ཆུང་དང་གོང་འོག་གི་རིམ་པ་ཇི་བཞིན་དུ་བཤད་དཀའ། གུར་གྱི་དབུས་སུ་ས་ལས་ཁྲུ་གང་ཙམ་གྱི་མཐོ་བའི་སྟེགས་བུ་བང་རིམ་གཉིས་ཅན་ཞིག་བཟོས་ཡོད་པ་དང། བང་རིམ་མཐོ་ཤོས་དེ་ཡི་དབུས་སུ་གསེར་ཁྲི་གཅིག་དང་གཡས་གཡོན་ན་དངུལ་ཁྲི་རེ་རེ་ཡོད། ཁྲི་དེ་གསུམ་ནི་སྲིན་བློན་དང་ཁྲོ་ཐུང་ཤི་དཔོན་གསུམ་གྱི་ཡིན་པ་དང་གསུམ་ཆར་དཀར་མདུན་དུ་བཏེགས་ཡོད། བང་རིམ་རྙིང་པའི་གཡས་ངོས་སུ་དངུལ་ཁྲི་གསུམ་དང་གཡོན་ངོས་སུ་དངུལ་ཁྲི་གསུམ་ཡོད་པ་རྣམས་ཀྱི་ཁ་ཤོ་ནི་དབུས་ཀྱི་ཁྲི་གསུམ་པོར་བཏེགས་ཡོད་པ་དང། གཡས་ངོས་ཀྱི་ཁྲི་གསུམ་ནི་སྟོད་གླིང་སྨད་གླིང་བར་གླིང་གསུམ་གྱི་དཔོན་པོ་གསུམ་དང། གཡོན་ངོས་ཀྱི་ཁྲི་གསུམ་ནི་གླིང་ཁྱེད་འབྲིང་ཁྱུང་གསུམ་གྱི་དཔོན་པོ་གསུམ་གྱི་ཁྲི་ཡིན། དེ་དག་གི་ཁྲི་དང། འབོར་ལྡན་སྐྱིད་མཚུངས་ཡིན་ཡང་གཡས་ཕྱོགས་རྣམས་གཡོན་ཕྱོགས་ལས་ཐོབ་ཐང་ཆེ་བ་དང། གྲྭ་མགོ་འདོན་མཁན་ནི་གྲྭ་སྒེབ་ལས་ཅུང་རིམ་པ་མཐོ་བ་ཡིན། གྲྭ་གྱི་མགོ་མཇུག་མི་འདྲ་བ་ཞིག་ནི་སྤྱིར་བཏང་གུ་གུལ་ཕྱོགས་སུ་ཡོད་པ་ནི་གྲྭ་མཇུག་ཡིན་ཡང་སྟེགས་བུའི་ཐོག་ལ་མཚོན་ན་དེ་ལས་སྡུག་སྟེ། མདུན་ཕྱོགས་ཀྱི་དང་པོ་ནི་གྲྭ་མགོ་ཡིན། སྟེགས་བུ་མདུན་ངོས་ནས་འདམ་གང་ལྷག་ཙམ་གྱིས་བར་ཐག་བཞག་པའི་གཡས་དགྲར་དང་གཡོན་དགྲར་གཉིས་སུ་བཟོས་ཡོད་པ་དང་གཡས་དགྲ་ལའང་གཡས་དགྲར་དང་པོ་གཡས་དགྲར་གཉིས་པ་གཡས་དགྲར་གསུམ་པ། གཡོན་དགྲ་ལའང་དེ་མཚུངས་ཡོད་པས་ཁྱོན་གྲལ་རབ་དྲུག་ཡོད། གཡས་དགྲ་རྣམས་ནི་གླིང་གི་རྒྱལ་སྲས་ཁག་དང་ཕག་གི་རྒན་རབས་བླ་སྨན་རྩིས་གསུམ་མ་སྲུ་མོ་སྨན་རྣམས་ལ་དབང་བ་དང། གཡོན་དགྲ་རྣམས་ནི་ཞལ་ཐུར་དང། གཡོན་ཐུར་སྟོང་དཔོན་རྒྱ་དཔོན་སོགས་དཔའ་ཐུར་རྣམས་ལ་དབང། གྲྭར་གྱི་བང་རིམ་ལ་གཞིགས་པའི་གོ་གནས་དང་ཐོབ་ཐང་གི་ཆ་ནས་རིམ་པ་བརྒྱད་དུ་ཕྱེ་ཡོད་པ་སྟེ་ས་བདུན་དམར་པོའི་ཐོག་གི་གཡས་གཡོན་གྱི་གྲལ་རིམ་དྲུག་ཡོད་པ། རྒྱབ་མ་ལས་མདུན་མ་རིམ་པ་མཐོ་བ་དང། གཡོན་ཕྱོགས་ལས་གཡས་ཕྱོགས་རིམ་པ་མཐོ་བའི་ཁྱོན་རིམ་པ་མི་འདྲ་བ་དྲུག་ཡོད། སྟེགས་བུའི་བང་རིམ་དང་པོ་ལ་གཞུག་མཁན་གསུམ་ནས་རིམ་པ་དང་པོ་ཡིན་པ་ཤེས་མ་དགོས་ལ། བང་རིམ་རྙིང་པ་ལ་འོང་བ་རྣམས་ནི་སྤོས་སྣའི་རིམ་པ་རྙིང་པ་ཡིན། ཁྲི་གསུམ་པོར་གསེར་ངུར་གྱི་ཚོགས་བཏབ་ཡོད་པ་ཕུད། དེ་མིན་རྣམས་ནི་གསེར་ངུར་གྱི་ཁྲི་ཞེས་བརྗོད་པ་ལས་དོན་ལ་མཚོན་ཞུགས་པ་ཤ་སྟག་ཡིན། ཁྲི་ཚང་མ་མཐོ་དམའ་ཁྲུ་གང་ཙམ་ལས་མེད་ལ་ཁྲི་སྟེང་གི་འབོར་ལྡན་མཐོ་ཤོས་ལའང་ཁྲུ་གང་ཙམ་ལས་མེད་པས་ཁྲི་ལ་ཐད་ཀར་ཟློས་ཆོག་པ་ལས་སྐས་འཛེགས་ལ་བརྟེན་མི་དགོས། སྤོས་སྣའི་ཀྱི་རིམ་པའི་མཚོན་རྟགས་གསར་ཤོས་ཤིག་ནི་འབོར་ལྡན་ཡིན། གདན་རབས་བཅུ་གསུམ་ཅན་ནི་རིམ་པ་མཐོ་ཤོས་ཡིན་ལ་དེ་འོག་བཅུ་གཅིག་དང། དགུ། བདུན། ལྔ། གསུམ། གཅིག་གི་རིམ་པར་བྱས་ནས་ཡོད། ནང་ངོས་སུ་རྩིག་པ་སྦྱོང་པའི་མགོ་རྣམ་གྱི་འབོར་ལྡན་སོར་ལྔ་ཙམ་ལ་འཕྲེད་དུ་ཤར་བཞི་ཅན་ནས་དཀྱིལ་ཅན་བར་ཡོད་པ་དང། ཤར་བཞི་ཅན་གྱི་འབོར་ལྡན་གསུམ་བརྒྱབ་ཚེ་གདན་རབས་བཞི་གསུམ་བཅུ་གཉིས་དང་དེའི་ཐོག་ཤར་དཀྱིལ་ཅན་སྲབ་མོ་ཞིག་བཏིང་ན་གདན་རབས་རིམ་པ་བཅུ་གསུམ་དུ་བརྩི་བ་ཡིན། གར་སྲིད་གདན་རའི་རིམ་པ་གཅིག་མ་གཏོགས་མི་ཐོབ་མཁན་ཞིག་ལ་ཆ་མཚོན་ན་ཤར་སྐྱིད་ཅན་མཐུག་པོ་གཅིག་གི་མཐུད་པར་བྱས་ཡོད་པས་ཕར་བལྟས་ཚོད་ལ་མཐོ་དམའ་མེད་པར་གཅིག་མཚུངས་འདྲ་པོ་ཡོད། ཞི་བའི་མཛད་སྒོ་དང་འདུ་འཛོམས་ཀྱི་སྐབས་སུ་འབོར་གདན་ཐོག་ཏུ་གོས་ཆེན་རྒྱ་སེ་སོགས་བཏིང་བ་དང། གལ་སྲིད་གྲོགས་པོ་དམག་དང་གཡུར་གྱི་སྐབས་ཡིན་ན་དཔོན་གནས་ཀྱི་རིམ་པ་དང་མཚུངས་པར་སྟག། གཟིག། གུང་གསུམ་སོགས་ཀྱི་གདན་བཏིང་སྲོལ་ཡོད། གཙོ་སྐྱོང་པས་མཛད་སྒོ་དབུ་འཛུགས་ཀྱི་ཁྱབ་བསྒྲགས་བྱས་པ་དང་ལས་སྒོར་མཐོང་བ་ཀུན་སྨོན་གྱི་དབུས་གསེར་ཁྲི་ཁམས་གསུམ་ཟིལ་གནོན་གྱི་དགོངས་གདན་རབས་བཅུ་གསུམ་བརྩིས་པའི་སྟེང་ནས་གླིང་གི་སྲིད་བློན་རྒྱལ་པོ་དེ་ཁྲི་ལས་བཞེངས་སྐབས་འདི་ལྟར། མི་རྨུག་བྱུ་རུའི་མི་རྩ་ལ། ཡོངས་རྨུག་འཁྱོངས་ཀྱི་ཞག་རས་ཅན། གཤེད་མའི་ལ་ཁའི་སྐར་ཆེན་ལ། སྨིན་མ་རྒོད་ཤོག་གྱོང་པ་འདྲ། ཚེམས་དཀར་དུང་ཕྲེང་བསྒྲིགས་འདྲ་ལ། སྨ་ར་པིར་གྱི་བྲིས་དང་མཚུངས། གཙུག་བཞག་དཀར་པོ་སྒྲོ་གཟུགས་ལ། གཡུ་བཞུར་མུ་ཏིག་ཕྲ་ཚོམ་བཀོད། ཞབས་ཏོག་གསེར་ཏོག་སུམ་རྩེན་ལ། སྟོང་སྐུད་དམར་པོའི་ཛྭ་ལོགས་ཏོག། གྲུ་དཀར་གཡུ་ཡི་རྣ་རྒྱན་ལ། གྲུ་དམར་བྱུ་རུའི་སོ་བཞིར་འཕྱང། མགོ་ལ་མུ་ཏིག་དོ་ཤལ་དང། གྲོང་ལ། གསེར་སྒ་གཡུ་ཁྲི་རྒྱན། རིན་ཆེན་སྤོས་ཤེལ་བྱུ་རུ་ཡི།

ཞལ་ལྷམ་གསུམ་པ་གཡོ་རིང་ལ། སྟོང་སྐུའི་སྣ་ལྔའི་འཇའ་རིས་འཐེན། ད་དུང་དཔའ་བོའི་ཏོག་སུ། ཏོག་དཔའ་དཀར་པོའི་ཐུར་པ་ཞིག་བལ་ལྟར་དུ་བྱོན་ནས་གླིང་ཚོ་དྲུག་གི་དཔོན་དགོན་དྲུག་དང་མཉམ་དུ་གསང་ཁང་གི་ཕྱོགས་སུ་ཕེབས། སྲིན་ལོ་རང་གི་ཕ་ནོར་དང་དད་རྟེན་གྱི་གཙོ་བོ་ལྷ་ཆེན་ཚོང་པའི་བསྟན་དུང་ད་ཕྲ་ཞུ་མོ་དེ་གཡོག་པོ་ཞིག་ལ་འཁྲིས་སུ་ཁུར་བཅུག་པ་དང། མདུན་ནས་གསོང་ཕོར་འཛིན་པ་གཉིས་དང། རྒྱལ་མཚན་ཐོགས་པ་བརྒྱད་ཀྱི་སྣ་གྲངས། རྒྱབ་ན་གདུགས་ཐོགས་པ་བཅུ་གསུམ་དང། གཡས་གཡོན་ན་གསེར་ཁྲབ་གྱོན་པའི་སྐུ་སྲུང་དམག་ལྔ་རེ་རུ་སྟར་སྒྲིག་ནས་ཡོང་བ་ནི་ལྷ་ཡི་དབོན་པོ་ཉི་ཧོང་ཚོགས་ཀྱིས་བསྐོར་ནས་ཕེབས་པ་དང་ཀུན་ནས་མཚུངས་པར་གཟི་བྱིན་ཧ་ཅང་ཆེ། གསང་ལ་མེ་འབར་གྱི་ཕྱེ་དམར་དང་འབྲུ་སྲན་སྣ་ལྔ། དཀར་གསུམ་མངར་གསུམ། གྱ་ཁྱུང་འོ་ཕུད་སོགས་ཀྱིས་མཆོད། གསང་ཁང་དབུས་མ་ལ་སྐོར་བ་གསུམ་རྒྱག་བཞིན་བཀྲ་ཤིས་སྨོན་ཚིག་ཡོངས་སུ་གྱེར་བ་ནི་འདི་ལྟར།

ཡ། ལྷ་ཆེན་ཚོང་པ་དཀར་པོ་ཀླུ་རྒྱལ་གཙུག་ན་རིན་ཆེན་དགྲ་ལ་གཉེན་རྟོག་དམར་པོ་དམ་ཅན་རྡོ་རྗེ་ལེགས་པ་སྲིད་པ་མཆོད་པའི་ལྷ། དགུ་རྒྱལ་ཡི་མགོ་ལ་བཅུ་གསུམ་འཛམ་གླིང་བརྟན་མ་བཅུ་གཉིས་བཀྲ་ཤིས་ཚེ་རིང་མཁྱེན་ལྔ་ལྷོ་ཡི་ཁ་བ་དཀར་པོ་ནུབ་ཀྱི་གོང་དཀར་ཏི་སེ་གཞུང་གི་གཉན་ཆེན་ཐང་ལ་ཤར་གྱི་རྨ་ཆེན་འབུམ་ར། དམངས་རིགས་སུམ་བརྒྱ་དྲུག་ཅུ་དམངས་འཁོར་སྟོང་དང་ལྔ་བརྒྱ་གན་རྫོགས་རི་མར་དབང་ཡོད་ཁྲ་མོ་གླིང་གི་ཡུལ་ལྷ་ཡི་དྭགས་ཐམས་ཅད་མཆོད་མཆོད་བསང་བསང། ཕོ་ལྷ་དགྲ་ལྷ་མཆོད། མོ་ལྷ་ཟེ་ལྷ་མཆོད། མགོ་བོའི་ལྷ་ལྔ་མཆོད། རླུང་རྟ་སྡེ་བརྒྱད་མཆོད། ཤོ་པའི་ལྷ་དགུ་མཆོད། ལྷ་སྲིན་སྡེ་བརྒྱད་ཐམས་ཅད་མཆོད་མཆོད་བསང་བསང། མཆོད་པས་མཆོད་ཡུར་གྱི་ཐུགས་དམ་བསྐང། མཆོད་མཁན་གྱི་བསོད་ནམས་འཕེལ། གསང་བའི་གསང་ཡུར་གྱི་ཉེས་ཀུན་སེལ། གསོང་མཁན་གྱི་འདོད་དོན་འགྲུབ། ཡུལ་ལ་ཤ་ཡང་འཁོར། ཕྱིན་ལ་མི་ཡང་འཁོར། བུ་ལ་དཔའ་རྩལ་རྒྱས། རྟ་ལ་བང་ཁ་མྱུར། མཚོན་ལ་རྣོ་ངར་འཛོམ། ཞིང་ལ་འབྲུ་དྲུག་སྨིན། ཕྱུགས་ལ་འཕེལ་ཁ་རྒྱས། ཕར་འགྲོ་གི་གཤེར་མ་མཛོད། ཚུར་ཡོང་གི་སུན་མ་མཛོད། བཞི་པ་གཞི་ནས་སྲུང། བྱེད་པ་བྱས་ནས་སྐྱོབ། རླུང་རྟ་དགུང་བས་མཐོ། བྱ་བ་ལམ་དུ་འགྲོ། སྙན་སྒྲོགས་འབྲུག་ལྟར་སྒྲོགས། ཅི་བསམ་དོན་ཀུན་འགྲུབ། མདོར་ན་ཁྱེད་རྣམས་ཀྱི་ཕྱིར་མགོ་ནག་བོད་དང་སྒོས་ཁྲ་མོ་གླིང་གི་མི་རྟ་ཟུར་གསུམ་ལ་ཁ་འཛིན་རྒྱལ་བསྟན་བཤེར་མ་རུ་རམ་རྒྱ་ཆེན་པོ་མཛད་དུ་གསོལ། མཆོད་མཆོད་མཆོད་བསང་བསང་བསང། ཀི་ཀི་སོ་སོ་ལྷ་རྒྱལ་ལོ། ཞེས་བརྗོད་པ་དང་དད་ཡོད་ཚང་མས། ཀི་ཀི་སོ་སོ་ལྷ་རྒྱལ་ལོ་ཞེས་ཕྱེ་མར་གནམ་དུ་འཁྱོལ་རྗེས། ཕྱག་ཐབ་མོ་སྦྱར་ནས་གསོལ་འདེབས་སྨོན་ལམ་གང་ཤེས་བྱས། གསུང་ཁང་གི་ཕྱོགས་སུ་དཀར་སྲུང་མངར་གསུམ་དང། རྒྱ་ཁྱོང་འོད་པུས། འབྲུ་སྲན་སྣ་ལྔ། ཙནྡན་དཀར་དམར་བ་ལུ་དང་མཁན་དཀར་སོགས་སྲུང་མཛད་ཐུབ་པའི་མི་ཚོགས་ཀྱི་འཚང་ཀ་ཧ་ཅང་ཆེ། མཛད་སྒོ་དབུ་འབྱེད་གྲུབ་པ་དང་སྦྱར་དགུན་ཆོས་རྗེས་པའི་ཉམས་ཀྱི་གཏམ་བཤད་ལྟེ་བའི་ཐོག་ཏུ་བུད་ནས་ན་རེ། དེ་རིང་བཀྲ་ཤིས་པའི་ཉིན་མོ་དོན་འགྲུབ་པའི་ཉིན་མོ་དགེ་ཐོན་པའི་ཉིན་མོ་ཅི་བསམ་ལྷུན་གྱིས་འགྲུབ་པའི་ཉིན་མོ་འདི་ལ་ཀུན་གྱིས་ཤེས་སུ་འཇུག་པའི་དོན་གལ་ཆེན་ཞིག་ཡོད་པ་ནི། དེ་རིང་ནས་བཟུང་གླིང་ཚོ་དྲུག་ལྷ་སྡེ་དཀར་པོ་སྒ་འགྲོ་འདན་གསུམ་ཤ་ངོ་གྲོ་གསུམ་དཀར་ནག་སེར་གསུམ་མཚོ་མ་ལ་སྐྱོ་སྐྱེས་དང་བཅས་པ་སྣ་མཐུན་ཆིག་སྒྲིལ་གྱིས་རྒྱལ་ཁབ་དཀྱིལ་དུ་ཁྱབ་བསྒྲགས་བྱེད་རྒྱུ་དེ་ཡིན། རྒྱལ་ཁབ་ཀྱི་མིང་ལ་ཁྲ་མོ་གླིང་དང་རྒྱལ་ས་ལ་སྟག་ཐང་ཁྲ་མོ། རྒྱལ་པོ་ལ་གདོང་གི་ཁྲོ་བོ་མཁྱེད་གསུམ་བློན་པོ་ལ་དཔའ་ཐུར་སུམ་ཅུ། རྒྱལ་སྟག་ལ་བསྟན་དུང་དར་ཁྲ་ཞུགས་མོ། རྒྱལ་ལོ་ལ་ཁྲོམ་ཆེན་ཟིལ་གནོན། རྒྱལ་དར་ལ་སྟོང་སྲིད་ཆུང་འབྲུག་སྐྱེས་སུ་གཏན་འབེབས་ཀྱིས་ཀུན་ལ་ཤེས་སུ་འཇུག་རྒྱུ་ཡིན་ཕྱིར། གནའ་ནས་ཡུལ་ལུང་གི་འགོ་དཔོན་མང་པོ་ཞིག་ལ་རྒྱལ་པོ་ཞེས་འབོད་སྲོལ་ཡོད་པ་ལྟར་དུ། ཁྲ་མོ་གླིང་གི་འགོ་དཔོན་མང་པོ་ཞིག་ལའང་རྒྱལ་པོ་ཞེས་འབོད་སྲོལ་ཡོད་ཀྱང་དོན་ལ་བོད་བཙན་པོའི་འོག་གི་གླིང་ཁམས་ཤིག་ལས་རང་གཞན་སུས་ཀྱང་རྒྱལ་ཁབ་ཅིག་ཏུ་ངོས་འཛིན་བྱེད་མྱོང་མེད། འོན་ཀྱང་ད་ལྟའི་ཚ་གྲོགས་ཀྱི་གནས་བབ་ལ་ལྟོས་ནས་བསམ་བློ་མང་པོ་དང་གྲོས་བསྡུར་མང་པོ་བྱས་མཐར་ཕྱིར་འུ་ནག་བོད་ཀྱི་དོན་དང་སྒོས་ཁྲ་མོ་གླིང་གི་དོན། ཡོང་སྒོའི་སྲུང་བྱའི་བསྟན་པའི་དོན་དུ་ཁྲ་མོ་གླིང་གི་རྒྱ་ཁབ་འདི་གསར་འཛུགས་ཞུས་པ་ཡིན་པས་ཚང་མས་དེ་དོན་ངེས་པར་གནང་རོགས། སྐད་ཀྱི་སོ་སོ་ལྷ་རྒྱལ་ལོ། ཞེས་སླར་ཡང་སྐུ་དགྲ་འཐེན་པ་དང་མི་ཚོགས་རྣམས་ཀྱང་སྤོབས་པ་དང་ལ་རྒྱ་ལྷག་པར་དུ་འཕེལ་ནས་སྐད་སོ་ལྷ་རྒྱལ་འཐེན། དེ་དང་དུས་མཉམ་པར་ཁྱད་སྟོད་མཚོན་པའི་རྡོ་རྒྱུགས་ཉི་ཤུ་རྩ་ལྔ་དུས་དཀྱིལ་དུ་འཕངས་པ་དང་ཕོབ་ཆེན་དགུ་དང་འཛོམ་དྲག་དགུ་དུས་དཀྱིལ་དུ་བརྒྱབ་པ་ལས་འབྲུག་སྟོང་ལྡིར་བ་ལྟ་བུའི་སྒྲ་ཆེན་པོས་ས་གཞི་རྣམས་ཀྱང་མགུར་ཤིག་ཤིག་བྱེད། གཞན་ཡང་རྔ་བརྡུང་དར་ཤར་དུང་བུས་མེ་ཏོག་གཏོར། རྟེན་འབྲེལ་མཚོན་པའི་ལྷ་མདའ་སུམ་ཅུ་ཐམ་པའི་མགོ་ལ་དར་སྣ་ལྔ་བཏགས་ནས་གནམ་དུ་བསྒྲེངས་ཤིང་གཡོགས་པ་དང་དྲག་ཆས་སྤྲས་པའི་དམག་མི་སུམ་བརྒྱ་ཐམ་པས་དམག་རྩེད་རུ་སྒྲིག་གི་གུས་འདུད་ཞུས། རུ་སྒྲིག་གི་གུས་འདུད་ཞུས་ཟིན་རྗེས་རྒྱལ་པོ་མཆོག་ལྷ་ར་གདན་ལ་བཞུགས་པ་དང་བསྟུན། གླིང་ཚོགས་དྲུག་གི་དཔོན་མགོ་དྲུག་གིས་མེ་འདྲར་འདུས་འབུལ་ཞུས་པ་དང་རྒྱལ་ཁབ་ཀྱི་མཚོན་རྟགས་རྣམས་ཕྱོགས་དང་ཕྱོགས་མཚམས་རྣམས་སུ་སྒྲིག་འཛུགས་བྱས། མཛད་རིམ་དང་པོ་མཇུག་སྒྲིལ་རྗེས་གཙོ་བྱུང་བས། མཛད་རིམ་གཉིས་པ། ཁྱེད་རྒྱུད་དཔོན་ཁྲོ་རྒྱལ་རྣམས་ཁྲོ་བོ་འཕེལ་ནས་ཕྱི་སྣོད་འཇིག་རྟེན་མཆོག་ཟུར་དང་གཡུང་དྲུང་བོན་གྱི་བྱུང་རིམ་སྐོར་བཤད་རྒྱུ། ཞེས་བརྗོད་པས་ལྟད་མོ་བ་རྣམས་འཇམ་ཅོག་གེར་རོ་དམར་དུ་འཁོད། རྣམ་པ་ལྷན་རྒྱས། དེ་རིང་གི་ལེ་ཚན་གཞུང་མཚམས་འདིར་བཞག་རྒྱུ་ཡིན། ཁྱེད་རྣམ་པས་མུ་མཐུད་དེ་ཁྱེད་རྒྱུད་དཔོན་ཁྲོ་བོ་འཕན་གྱིས་ཕྱི་སྣོད་འཇིག་རྟེན་གྱི་ཕྱག་ཚོར་དང་གཡུང་དྲུང་བོན་གྱི་བྱུང་རིམ་རྣམས་ཇི་ལྟར་ཤེས་ཡོད་པའི་སྐོར་ནས་མུ་མཐུད་དེ་ཤེས་འདོད་ཡོད་ཚེ་ལེ་ཚན་རྗེས་མ་ལ་གསན་རྒྱུ་མ་བརྗེད་པ་གནང་རོགས་བཀའ་དྲིན་ཆེ།